ཡང་སྤེལ་བ་ཚོ་བཀྲ་ཤིས་བདེ་ལེགས། ད་དེ་སོང། ས་ཡི་གོ་ལ་འདིའི་ཐོག་ལ་གྲགས་བཞིན་པ་དེ། ཨ་མི་རི་ཀའི་རྩོམ་པ་ཆེན་པོ་ཆེས་འཛིན་བཟུང་བྱས་ནས། དེ་ནི་ལྟེ་རྩལ་གྲོངས་ཞེས་ཟེར་རོ། ད་རྩོམ་པ་དེ་གི་ལོ་རྒྱུས་དེ་བརྟག་དཔྱད་ཞིབ་འཇུག་བྱེད་འོང་དུས་ག་ལ་ཡ་རྩོམ་པ་དེ་གི། རྒྱ་མཚོ་ཐོག་ལ་གླིང་ཕྲན་ཆུང་ཆུང་ཞིག་བཟུང་བྱས། དེ་ནི་དེའི་ཐོག་ལ་བུ་མོ་ལོ་ཆུ་རིའི་ཆུ་མཚེས་དེ་ཡར་རུག། དེ་ནི་གཞུང་ཁུག་ཅིག་བཙུགས་ཟེར་རོ། ད་དེ་སྤྲོ་གཞིས་ཁུག་འདྲ་བོ་ཅིག་བཟོས་ནས། ད་དེའི་ཀློང་ལ་ཡང་ཏཱ་ལའི་བླ་མ་ཐལ་མ་རྒྱ་དུ་དྲི་ཆིར་ཨེ་ཀི་འགྲོ་བྱ་ཟེར་ནས་འཛམ་བུ་ལི་གི་དྲ་རྒྱར་ཐུག་ལ་ཧི་ཧི་སི་སི་ད་ལྟ་འགྲོ་བཞིན་པ་རེད། ད་དེ་རིང་ང་ག་རེ་བྱས་ཡོད་ཟེར་ན། ང་གུང་སེང་གེས་བོད་མི་རིགས་ཕྱི་གསལ་གཉིས་ཀྱི་སྐུ་འཚག་བྱས་ནས། ཏཱ་ལའི་བླ་མིག་ཕྱེས་ད་བོད་མི་རིགས་ཀྱི་རྒྱལ་ཁ་འདི་བཙོང་ན་འགྲིག་གི་མི་འདུག་ད། རྨོངས་དད་ཅིག་གི་ཆེད་དུ་བོད་མི་རིགས་ཟས་དེ་ཁ་བྲལ་གཏོང་ནས་འགྲིག་གི་མི་འདུག་ད། རྨོངས་དད་ཅིག་གི་ཆེད་དུ་བོད་མི་རིགས་སེམས་པ་བསད་ནས་འགྲིག་གི་མི་འདུག་ད། ཏཱ་ལི་བླ་མ་གཙོས་པའི་ཡ་གཞི་ཚོ་མི་ཚུགས་གཅིག་གི་ཆེད་དུ་བོད་མི་རིགས་ཀྱི་རྒྱལ་ཁ་འདི་གཙང་མས་གཏོང་ནས་འགྲིག་གི་མི་འདུག་ད་ཟེར་ནས་ང་གོང་གསལ་སྡུག་སྐད་རྒྱག་དགོས་སྦྱིན་ཚེ་ཐལ། བྱས་ཙང་དེས་སུ་རྩ་ནས་ད་ངས་ང་གོང་གསལ་མགོ་ལ་ཡ། བཙན་བྱོལ་སྒྲིག་འཛུགས་ཀྱི་ཨ་མི་ལོག་སྲིད་གཞུང་སྤེན་པ་ཚེ་རིང་དང་བཙན་བྱོལ་སྒྲིག་འཛུགས་ཀྱི་བདེ་སྲུང་དཀའ་ལས་རྒྱ་སྒྲོག་ང་གཙོ་བྱས་པའི་རྒྱལ། དེ་ནི་ཆེས་མཛའ་གྲོགས་ཚོང་ཆུས་གཙོས་ཆེ་ད་འཛོམས་པོ་ལི་གི་བོད་མི་ཚོ་མ་ཡར་ལངས་ཤོགས། ད་འདི་གོང་ཟེར་ཟེར་ཡ་འདས་ད་དེ་རིང་ལས་སླ་པོ་བཞག་ཡ་མི་འདུག། ར་བསད་ནས་ལུག་འདབས་ཀྱི་བཟོ་གི་ཡིས། འཛམ་བུ་གླིག་ཐུག་ལ་བལ་བོ་ཡོང་ཚད་དེ་ཡར་ལངས་བཞུགས། དེ་ནས་སེ་འོན་དགའ་ལ་དེ་ནས་དབུས་གཙུག་གི་ཤམ་ཐབས་ཟླ་བ་ཚེ་རིང་གི་ཨ་ལེན་ཆེ། ད་ལྟ་བེ་རོང་ཀླུ་བྲེ་ཚུགས་པ་ཟེར་ཡ་འདྲ་བུ་མེད་ཚོགས་པ་ཟེར་ཡ་འདྲ་རྫ་རེ་ཚོ་རེ་ན་ཚོགས་པ་བརྒྱད་ཅི་ཡང་རུག། དེ་ཚོ་ག་ཕྱིན་མཛའ་གྲོགས་གི་ཡིས་ཟེར་ནས་ད་ལས་སླ་པོ་བཞག་གི་མེད་ད་རིག་ས་ཏིན་འདི་ལ་ཁོ་ལས་སླ་པོ་བཞག་གི་མེད་ཟེར་ནས་ཁྱོད་ཚོ་གི་ཡ།

ད་ཁྱོད་ཚོ་གར་སྐྱེལ། ཏང་གི་ཡང་མི་འདུག་ངས་ཉི་མ་ཁ་ཤས་དགོས། ཏང་དབུས་འབྱེད་དྲན་སོང། ཁྱོད་ཚོ་འཛོག་ཟེར་རེད་ཁྱོད་ཚོ་ལོག་སྡུག་རེད། ཏང་གི་ཡང་མི་འདུག་ཁྱོད་ཚོ་ལ། ད་ཁྱོད་ཚོ་གི་ལས་ཞུགས་འགོ་ལ་བྲི་ཤེས་བསྡད་ཡོད་མ་རེད། ག་བྲིས་ཡིན་པ་ད། གཞུང་ཁོངས་དྲུང་ལ་ཡང་ཐེངས་མ་བརྒྱ་དུ་བྲི་གྱི་རེད་གི་འགྲོ་གི་འདུག་ག་ལ།

ཨེ། འབྲོག་པི་གའི་རྒྱ་པོ་དེ་ཨོ་སི་ཀྲུ་ལི་ཡའི་མེ་ཕུ་ཁེམ་ར་གླེང་ནས་གར་བསད་ཀྱི་འདུག་ཟེར། བལ་པ་ཟེར་ཡ་དེ་དང་ང་ཚོ་ནང་ཆོས་གཅིག་པ་རེད། ཡིན་ན་བལ་བི་གི་བྱེད་ཐུབ་ལས་དོན་ནང་བཞིན་མ་བཟོ་ཨ། ལྷ་འདྲེ་གི་རྩལ་སྙུག་བཟོས་ནས་བལ་མི་རིགས་ལ་སོ་སོའི་ནང་ཁུལ་མི་རིགས་གི་མི་རིགས་རྩ་མེད་མ་གཏོང་ཨ།

ཁྱེད་ཚ་བོད་མི་རིགས་ཟེར་ཏེ་ངས་བདེ་དུ་གནང་པ་ཀི་འདི་ལབ་ཡོད། ཏཱ་ལའི་བླ་མ་ཟེར་དེ་དང་བཙན་བྱོལ་སྒྲིག་འཛུགས་ཟེར་དེ་དེ་ང་ཚོ་བོད་མི་རིགས་ཀྱི་དགྲ་བོ་ལྟ་བ་དེ་རེད་ད། བོད་མི་རིགས་ཀྱི་རྒྱལ་ཁ་རྩ་མེད་གཏོང་མཁན་དེ་ཏཱ་ལའི་བླ་མ་དང་བཙན་བྱོལ་སྒྲིག་འཛུགས་གཉིས་རེད་ད། བོད་མི་རིགས་ཀྱི་མི་རིགས་འདས་གསུག་རྩ་ཆེ་བཞག་མཁན་ཏཱ་ལའི་བླ་མ་དང་བཙན་བྱོལ་སྒྲིག་འཛུགས་དེ་རེད་ད། མི་རིགས་ཁ་བྲལ་གཏོང་མཁན་ཏཱ་ལའི་བླ་མ་དང་བཙན་བྱོལ་སྒྲིག་འཛུགས་དེ་རེད་ད། བོད་ཟེར་ཡང་འདི་གི་ལི་ལན་ཚ་དུས་སྐབས་ལ་ཡ་དགྲ་བོ་གཉིས་ཡོད་རེད། དགྲ་བོ་ཐོག་མ་དེ་ཏཱ་ལི་བླ་མ་དུ་བཙན་བྱོལ་སྒྲིག་འཛུགས་དེ་རེད། དགྲ་བོ་གཉིས་པ་དེ་དགྲ་བོ་རྒྱ་མི་རེད། དེ་ང་ཚོ་བོད་མི་རིགས་ཀྱི་ལིས་ལན་ནས་བཟུང་དེ་ང་ཚོ་དགྲ་བོ་རེད། ཏཱ་ལི་བླ་མ་དུ་བཙན་བྱོལ་སྒྲིག་འཛུགས་གཉིས་ཀྱི་དགྲ་བོ་རྒྱ་མི་དག་རུ་ཚང་ལ་གླེ་བ་ཡིན་ན། ཏཱ་ལི་བླ་མ་དུ་བཙན་བྱོལ་སྒྲིག་འཛུགས་གཉིས་ཀྱི་བྱེད་བ་ལྷག་ཅིག་དགྲ་བོ་རྒྱ་མི་ལ་བྱས་ཡོད་མ་རེད།

ཆེད་དུ་ཟོང་ཟིང་འབྲེལ་བ་བཅད་དགོས་ས་དེ་ཏཱ་ལའི་བླ་མ་གཙོས་པའི་གཞའ་གཞུ་ཚོགས་འདུ་བཙན་བྱོལ་འབྲེལ་འཇུག་དེ་ཆགས་བསྡད་པ་རེད་སེམས་ཤོད་ད། མོ་མོ་ཚོ་ད་ཁྱོད་ཚོ་གི་བསོད་ནོར་གཏོང་མ་ཐུབ་ཏཱ་ལའི་བླ་མ་དང་བཙན་བྱོལ་འབྲེལ་འཇུག་གཉིས་ཁར་ཉེ་བ་ཡིན་ན་ང་ཚོ་ལ་བཀྲ་ཤིས་པ་ཉི་མ་གཅིག་ཞག་མར་དྭགས་དེ་སེལ་བཟུང་དགོས་གི་ང་གོང་གསལ་བཤད་བསྡད་པ་དེ་ང་གོང་གསལ་གྲོགས་སྐུ་རྒྱག་གི་མི་འདུག་ཟེར་བཤད་གི་ཡོད་མ་རེད་བོད་མི་རིགས་འདི་སུག་རྩ་ཆད་འགྲོ་གི་འདུག་དྭགས། ད་འདིས་ང་ཚོ་གི་ཚེ་ལ་བརྩེ་མ་ཐོ་བ་ཡིན་ན། མི་རིགས་སྦྱིན་མིག་ཐུག་ལ་ཡ་དེ་ལས་ཀ་ལས་ཁ་འགྲོ་གི་རེད་སྦྱིན་ཚེ་གར་སེམས་ཏཱ་ལི་བླ་མ་ང་ཚོ་གི་ཚེ་ལ་སྲས་འབོ་གནས་བདེ་བོར་ད་ང་ཚོ་གི་ཚེ་ལ་གསར་བརྗེ་གཅིག་བྱས་མ་ཐོ་ན་ང་ཚོ་གི་མི་ཐོ་འདི་གི་རྗེས་ལུས་རེད་ད་བྱས་ཚ་དེ་སོ་ཚ་ནི་ང་གོང་སའི་སྔས་མ་ལ་ངའི་དམ་བཅའ་བཞག་ཡིན་སོ་སོའི་ཕ་མ་གཉིས་ལ་དཔུང་ཚོགས་བྱས། ཚེ་འདི་ལ་ཏཱ་ལི་བླ་མ་དང་བཙན་བྱོལ་སྒྲིག་འཛུགས་དེ་གསར་བརྗེ་བྱས་མ་ཐོག་ན་ང་གོང་ས་ཤི་ན་སྨྲས་མི་བརྩི་ཟེར་ནས་ངས་དམ་བཅའ་དེ་བཞག་ཡིན་དེ་ད་ག་རང་ཡིན། དེ་ནི་དེ་འདྲའི་བྱེད་ཡིན།